ཡ། འཛམ་གླིང་ས་ཕྱོགས་ག་སར་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་གུས་པ་བསོད་ནམས་སྤྲོ་ལོང་སྤྲོ་ནས་སྔར་དགོང་ཉིན་གསུམ་གྱི་དུས་གསུམ་བདེ་ལེགས་ཞུ་ཡ་ཡིན། ཨ་རྣམ་པ་ཚོ་གར་སྣང་གི་ཡོད། ད་ད་རིང་ངས་རྣམ་པ་ཚོ་ད་ལྟ་བརྙན་ཐུང་ཐུང་ཐུང་ཅིག་རྣམ་པ་ཚོ་ལ་འབུལ་ལམ་ཞུ་བའི་བརྒྱུད་རིམ་གྱི་ནང་ལ་ཡ་ཨ་ནི་རྣམ་པ་ཚོ་རོབ་ས་ཁེན་ཡོད་རེད་བ། ད་ལྟ་རྒྱ་གར་གྱི་ནང་ལ་ཨ་ནི། ཟིང་འཁྲུག་ལངས་བསྡད་པ་དེ་རྒྱུ་རྐྱེན་གཙོ་བོ་དེ་ག་རེ་རེད Root Cause དེ་ག་རེ་རེད་རེད་བ། དེ་ནས་མ་ང་ཚོས་ཀྱི་ད་རྒྱ་གར་གྱི་གནས་སྟངས་དཔལ་ཡོན་གྱི་དཔལ་རིམ་རེད་བ་ཤེས་ཡོན་གྱི་ཐོག་དང། དེ་ཚོའི་ཆབ་སྲིད་ཀྱི་ཨ་ནི་རྒྱུད་ལ་འབྲེལ་བའི་ཀྱི་གནས་སྟངས་ཅིག་ངའི་རྣམ་པ་ཚོ་ལ་ལས་སླ་བོ་ཅིག་གོ་བདེ་བོ་ཅིག་རྣམ་པ་ཚོ་ལ་ཞུ་གིན་གདའ་དེ་ནས་དེའི་རྗེས་ལ་རྒྱ་གར་ན་རྙོག་དྲ་ག་རེ་ཡོང་ན་གི་རོབ་ཅིག་གོ་ཚོད་རུ་བ། ད་དང་པོ་དེ་ལ། རྒྱ་གར་གི་མི་སེར་བ་དེ་གི། ཨ་ནི་ཕ་མ་དེ་གི་སྤུག་སྐྱོང་སྟངས་དེ་ག་འདྲས་བྱེད་ཡོད་རེད་ལབ་ན་ཁོང་ཚོ་ལ་ཡ། ང་རྒྱལ། མ་འདྲ་བ་བྱེད་ཡོད་རེད།

ད་འདི་གི་རྙོག་དྲ་རྒྱུ་ནི། ཨ་ནི། ཆབ་སྲིད་པ། ལ་ཡ། ད་འདི་ནང་ལ་ཡ་འདྲེ་ཤ་རྒྱོག་ག་རི་ག་རི་ཡོད་རེད་ལབ་པ་ཡིན་ན། དང་པོ་འདི་ལ། ད་འདྲ་གཞུང་འདི། བ་ཅི་པ་རེད།

དཀའ་ལས་བརྒྱབ་སྟེ་ངས་འདི་གས། ད་ལྟ་ལོ་རྒྱུས་ཀྱི་རྒྱལ་རབས་ཀྱི་ནང་ལ་ཡོད་རྒྱ་གར་གྱི་ནང་རང་བཞིན་རྒྱ་ཉན་མང་པོ་བྱུང་བ་རེད་འདི་གང་ལ། ཡིག་རྩེད་འདི། ཨང་ཀི་འདི་ཡག་པོ་མ་རག། རྐུབ་བཀྱག་མ་རག། རང་བཞིན་རྒྱ་ནས་དཀའ་ལས་ཤུལ་མ་ཞིག་བརྒྱབ་ཡོད་རེད་བ། ད་དངོས་གནས་དཀའ་ལས་རྒྱ་ཉན་འདི་རང་བཞིན་རྒྱབ་སྟེ་ངས་འདི་ཚོ་དངོས་གནས་ཀྱི་སློབ་སྦྱོང་རྐྱང་བྱས་དཀའ་ལས་རྒྱ་སྐྱོར་ཏེ་ཁ་ཤས

སྤྱི་བཏང་གི་སྲིན་བུ་གཅིག་རེད། ད་ལྟ། འདི་འདྲའི་ཡོ་བ་བདེ་གཤེགས་དགྲ་བོ་ཆེན་བཅུའི་དེ་འདྲའི་ད་ལྟ་ལྗང་གལ་དེ་བ་ལ་དུ་བ་ལྗང་གལ་ནང་ལ་ཡ་ཤིང་ནག་ནང་ལ་འགྲོ་ནས་ནགས་ཚལ་འདི་ཚོ་སོ་བརྒྱ་ཉེ་འདི་ཚོ། འོང། འདི་ཚོ parasite ལ་འོ་འདི་ཚོའི་གི་ཕྱིས་གི་ཨ་ནི་ཡ་གཟུགས་པོ་ལ།

ཆོབ་བླངས་ནས་རོ། གལ་སྲིད་ལྐོག་རོ་ཚང་མ་མཉམ་པོ་འཛོམས་སུ་ན་གར་ཆགས་ཀྱི་རེད་གནས་སྟངས་འདི་ཤེས་ཡོད། ཁོས་ཀྱི་འདི་བཀྲུས་འདི་ཨ་ནི་གར་ཆགས་ཡོད་རེད Viral Shoot ཅིག་ཆགས་རེད་ད་བསམ་ཚུལ་འདི་བསམ་ཚུལ་སྒང་ལ་བསམ་ཚུལ་ཆགས་ནས་མི་མང་མང་པོ་ཅིག་གི་དོ་སྣང་གླས་ནས་དེ་རྗེས་ལ Serious ཆགས་ནས་མི་མང་གི།

ད་སིསྟེམ་གོ་རང་ག་ལ་ཐང་ཆད་ནས་གཞོན་སྐྱེས་ཚོ་ཚོ་སློབ་སྦྱོང་མཐོ་བོ་བྱེད་རྒྱུ་དེ་འདྲའི་ལས་ཀ་མེད་བ་བྱས། ཁོ་རང་ཚོ་ད་སོ་སོ་སོ་པ་ཏི་དེ་འདྲའི་ཆེད་བྱས་འགྲོ་འདུག་ཡོད་ར་སྙེ་མ་ཡིན་ན་ཀོང་རེས་བྱས་ཙང་ད་ད་འདྲ་དེ་ལ་ཡ་ཨ་ནི་ཨ་པེ་ན་སོ་ན་མང་བྱུས་འདྲ་བོ་དང་ད་འདོད་མི་ན་གལ་ཆེན་པོ་དེ་འདྲའི། ཁ་ཤས་ཀྱི་ལངས་ཡས་དེ་ཁོང་ཚོ་ག་རེད་ལ་ན། Education རང་གི་ཐོག་ལ་ད། ང་ཚོ་མ་འོངས་པ་གི་པུའུ་ལ་ཡ། ད་མེ་བ་སུ་གུ་འདུག། System དེ་ཁོ་ར་ཇེ་བོ་རྒྱག་གོ་འདུག་ཁོ་པི་གོ་འདུག་ལར་ད Education Minister དེ། ཟེ་ཇེ་ངོ་གོ་དེར། དེ་ནས་ནི་གཞོན་སྐྱེས་ཤུགས་ཆེན་པོ་ཞུགས་ཅི་ལེར། ད་དེ་མཉམ་དུ་མཉམ་དུ་ལ Opposition།

ཀེམ་པིང་སྐབས་ལ་མི་དམངས་ལ་མགོ་སྐོར་བཏང་ནས་བྱེད་ཀྱི་ཡོད་རོགས་ད་གཅིག་སྤྲད་གཉིས་སྤྲད་གཅིག་ཡར་སྐྱེད་བཏང་བྱས་ཏེ་ཨ་ནི་འོས་ཤོག་སྤྲད་ཀྱི་ཡོད་རོགས་ད་ཁོ་གཏད་འོས་ཆགས་ཏེ་ཡོད་དེ་ཡིན་དུ་ཁོ་སྤི་ཐུག་ཡོད་མ་རོགས་ད་མི་དམངས་འདི་མ་འདི་ད་ད་སོ་ནོ་དབང་ཆུ་ཁའི་ད་ག་རང་རོགས་ཟེ་བྱེད་ངོ་གོ་འདི།

ད་འདིའི་གི་ནང་ལོག་གི་དམིགས་ཡུལ་མང་པོ་དེ་གཞུང་གཏོར་ཡ་དང། ཨ་ནི་ཚུ་ཆོག་ཆོག་ནི་གཞུང་དེ་མ་གཏོར་བ་ཡིན་ན་དམངས་གཙོ་རྡོག་རུལ་འགྲུག་དགོས་དང་དམངས་གཙོ་དམར་གསོད་གཏང་གི་ཡོད་རེད་དམངས་གཙོ་དམར་གསོད་ལ་ན་ག་རེ་མི་མང་གི་མངོན་འདོད་སྒྲུབ་ཐུབ་ཀྱི་ཡོད་མ་རེད་ཁོ་རང་ཚོ་རང་གི་བྱེད་ཡ་ཚང་མ་རྐུ་མ་ཇག་པ་རྒྱབ་ནི་ཁོ་རང་ཚོ་མི་རང་ཡ་སློབ་སྦྱོང་མཐོ་སློབ་ལ་སྤྲད་མཐུན་རྒྱལ་ཚང་མ་སྤྲད་ཁོ་ཚོ་རང་གི་མི་བཀོད་མི་དམངས་དཀྱུས་མ་སློབ་སྦྱོང་ཡོད་རྒྱུ་དང་དཀའ་ལས་རྒྱག་ནས་དཔེ་ཤག་ཚང་མ་འགྲོ་སོང་གཏང་རྒྱུ་དེ་ཚོ་ལ་རག་ཡོད་མར་གད་བསྐུར་ཅིག། སྤང་གོ་སྤང་རྐྱང་ལས་འདི་ཡོད་རེད། ཉན་མ་བདེ་བ་ཡིན་ན་སྦྲག་སྤྲོར་ཅིག་དོན་འདུག་གང་ལ་འབུམ་མང་པོ Under table སྤྲད་དགོས་བར་ད་ལྐོག་ཟ་རུལ་སུངས་བྱེད་ནས་གཞི་ནས་སྲིད་སྤྲད་ཀྱི་ཡོད་རེད་སྲིད་སྤྲད་ཚར་བའི་རྗེས་ལ་རག་ཚར་ནས་ཁོ་ཡིག་རྩལ་བཏང་ནས་པ་ལོན་ཚར་བ་ཡིན་ན Certificate རག་ཚར་ན། ཁོང་ཚོ་གི་བཅོམ་སྐོར་ད་ག་ནང་ད་བཅོམ་གི་ཡོད་ད། བྱས་ཙང Corruption འདི་ད་རྒྱ་གར་གི་ནང་ལ་རྒྱུན་མ་ཆད་དེ་རྒྱུ་མཚན་འདི་རེད། ག་ས་ཕ་མ་འདི་གི་འགྲོ་སོང་བུ་འདི་སྒྲོག་སྒྲོག་བྱ་ཡ་ལ་ཡ་འགྲོ་སོང་མི་ཚེ་གང་ཚང་གི་དཀའ་ལས་ཚང་མ་བཏང་ནི་སྤང་གོ་སྤང་ཉ་ཆག་ད་སྒྲག་སྒྲག་ཆག་འདུག་ག་ལ་ད་པེ་ཤ་དེ་སྒོར་རོགས་ཚུ། ལས་ཀ་བྱས་ནས་དཔེ་ཆ་འདི་འདྲ་རག་ཡས་ཡོད་མ་རེད་བ། ཨ་ནི། ད་རྡོ་རྣམ་པར་གྱི་ལས་ཀ་ཚང་མ་བྱས་བྱས་དཔེ་ཆ་གཟུགས་ཡོད་རེད། སྨན་གྱི་ཐོག་ནས་ཡང་ལམ་ག་བ་བཏང་གོ་དུ་ཚོང་ལམ་ག་བ་བཏང་གོ་དུ་མི། འདི་ཚོ་གི་ཚོང་འདི་ཕག་ག་བ་བཏང་གོ་དུ་སྒྲོག་སྒྲོལ་གྱི་ལས་ཀ། Under cover Under table དཔེ་མང་པོ་བྱེད་ཀྱི་ཡོད་རེད་རྒྱ་གར་གྱི་འགྲོ་སྟངས་གྱི system ནང། བྱས་ཙང་འདི system ཚང་མ་ལ་ད་དཀའ་ལས་ཁག་ནི་མི་མང་གི། ད་འདི་ཚང་མ་ཡར་ལངས་ཡོང་གི་ཡོད་རེད། ད་གྱོང་འདི་ག་རེ་ལ་ནི་གཞུང་གིས་ང་རང་ཚོའི་སྤྱི་བའི་རྒྱུ་ཚང་མ་གཏོར་གི་གཏོར་གླ་ཆགས་ཀྱི་རེད། མི་མང་དམའ་འབེབས་ཆགས་ད་དམའ་ག་ཆགས་ཀྱི་རེད། ནང་ཁུལ་ལ་ཡང་གསལ་རེ་གཏུག་རེ་བཏང་གི་རེད། འོ་ད་འདི་རེད་ད། དམངས་གཙོ་རྡོག་རོལ་ལ་ན་ད། འདི་སྐད་འདི་སྐབས་ལ་ཡང་ད།

ཞི་བའི་གི་ཐོག་ནས་གང་ཐུབ་ཐུབ་བྱེད་རོགས་བྱེད། དྲག་པོའི་ཐོག་ལས་ནམ་ཡང་མ་བྱེད། འདི་ཉེན་ཁ་ཡོད་ཧ་གོ་ཡོད་ར། ག་ད། ཁོ་ད་ད་ཕ་གི་ཡོད་རེད་ཁོ་དཀའ་ངལ་ཞུ་འཕྲད་ཡོད་ར་ད། གཞུང་གི་ཁོ་ལ་ག་རེ་ལ་ཡོད་རེད་ལ་ན། ཁོ། ཕྱིས་གི། ཨ་ནི་གླིང་འདུག། Pakistan Terrorist གླིང་འདུག་འདི་འདྲས་བྱེད་བྱེད། མ་ཉེ་ཁ་ཡོད་བྱེད་ནི Website ད་ཚུ་མེ་བ་བཟོས་བཟོས་རེད།

དེ་འདྲ་ཡིན་འདུག་གོ་ལ་ཨ་བྷི་ཇིད་ལ་རྐང་གཡས་མང་པོ་སྤྲད་བར་སྟག་གོ་གསལ་གྱི་ཡིན་ལབ་ཡོད་རེད་ད་ལྟ་དེ་འདྲིས་ཀྱི་སྡིག་ར་མང་པོ་གླས་ཡོད་རེད་ཁོའི་ནང་མི་དེ་ཚོ་ཏག་ཏག་ཟེའུ་ཡིན་ལབ་ཡོད་རེད་ཁོར་ཕྱི་རྒྱལ་ལ་སློབ་སྦྱོང་བྱས་དེ་ཡོད་རེད་ཡིན་ད་ལྟ་རྒྱ་གར་ལ་ཡོད་རེད་ཁོའི་ནང་མི་བུ་རྒྱ་ཚང་མ་བཙལ་བྱོས་སོང་ཟེར་ད་འདི་ཚོ་གི proof ཚང་མ་ཁོ་ལ་ཡོད་རེད་ད་ལྟ་མི་ཁ་ཤས་ཅིག་གི་གདམ་གྱི་སྤྲད་རྒྱོག་གི་པར video

ད་ད་ལྟ Majority Right ཅེས་བསལ་བ་འདི་རྣམས་ལ་ཁོང་ཚོ་བྱ་བེར་བྱས་ཙང་ང་ཚོ་མང་ཉུང་གང་ལ་ཤེས་གི་འདུག་བ། གལ་སྲིད་ང་ཚོ་སྤྱི་ཚོགས་ཀྱི་ནང་ལ་ཡང་ཨ་ནི Opposition མེད་ན་ཁ་བཏད་མེད་ན

དེ་འདྲས་ཀྱི་དུག་རྒྱ་ཆེར། དངོས་འབྲེལ་རོལ་ས་མར་བ་ལྟ། འདི་ཚོ་ཚང་མ་དམངས་གཙོ་རྡོག་རོལ་ལ་འདིར་བཅའ་ཁྲིམས་ཀྱི་དགོངས་དོན་ལ་མ་འགྲོ་ནས་ཁྲིམས་འགལ་གྱི་ལས་ཀ་བྱེད་ན་དམངས་གཙོའི་དམར་གསོད་བཏང་ཡ་ལ་ནི་འདིར་ལྟ། ཁྲིམས་འགལ་གྱི་ལས་ཀར་བ་འདི་ཚོ། གཞི་མེད་སྐྱོན་བརྗོད། ང་ཚོའི་གི་སྤྱི་ཚོགས་ཀྱི་ནང་ལ་ལྟ་དར་བ།

བསམ་བློ་ཡག་པོ་བཏང་ན། གལ་སྲིད་མ་ཉེས་ཁ་གཡོག་གི་དབང་དུ་བཏང་བ་ཡིན་ན། ཡིན་པ་ཡིན་ན། གནས་སྟངས་ག་རེ་ཆགས་ཀྱི་རེད། དེ་ཚོ་རིགས་དེ་ཚོ་དངོས་གནས་ང་ཚོས་ད་ལྟ་རྒྱ་གར་གྱི་ནང་ལ་སིས་ཏེམ་ཏིག་གི་ནང་ལ་ཡ། བཅའ་ཁྲིམས་རྡོག་རོལ་བཏང་ནས་ད་ད་ལྟ་གནས་སྟངས་ག་རེ་བྱུང་གི་འདུག་ད་ལྟ་ག་རེ་ཆགས་འགྲོ་ཡོད་མེད་འདི་རྣམ་པ་ཚོ་ད་ལྟ་གཞི་ནས་བལྟ་ཡ་རེད་ད། རོ་བཟའ་བྲག་རུ་འགྲོ་གི་འདུག་ཨ། འོང་དེ་འདྲ་ཞུ་ཡ་ཡིན་རྣམ་པ་ཚོ་ཨ་ནི་ཆབ་སྲིད་ཟེར་ཡ་འདི་ལ་ང་ཚོས་དམིགས་བསལ་གྱི་ང་རང་ཚོ་གི་འཐབ་རྩོད་ཀྱི་ཐོག་ལ་ཡ་དབྱེ་བ་བཅད་བཞིན་པ་འདི་གལ་ཆེན་པོ་ཞུ་རེད་ད། ཆབ་སྲིད་ཀྱི་འཐབ་རྩོད་བླ་ན་ག་རེ་རེད། ང་ཚོ་འཐབ་རྩོད་ག་འདྲས་བྱེད་འོ་རེད། རེད། འཚེ་མེད་ཞི་བའི་ལམ་གྱི་ཐོག་ནས་འཐབ་རྩོད་ག་རེ་འདྲས་བྱེད་འོ་རེད། དམིགས་ཕུང་ང་རང་ཚོ་ག་རེ་བལྟ་དགོས་ཡོད་རེད། རེད། ང་ཚོ་ལ་ཁེ་ཕན་ག་རེ་ཡོང་གི་འདུག་འདི་བལྟ་དགོས་ཡོད་རེད།